བླ་མ་དང་དབྱེར་མ་མཆིས་པའི་མགོན་པོ་འོད་དཔག་ཏུ་མེད་པ་ལ་གུས་པ་ཆེན་པོས་ཕྱག་འཚལ་ལོ། བདག་གཞན་སེམས་ཅན་ཐམས་ཅད་ཀྱི་རྒྱུད་ཇི་སྙེད་བསླབ་པར་མཛད་དུ་གསོལ། དེས་ན་འདི་ནས་གུས་པས་མཁས་གྲུབ་ཀརྨ་ཆགས་མེད་ཀྱིས་མཛད་པའི། བདེ་ཆེན་གཞན་འགོད་ཀྱི་ཞལ་ཐང་བསྐུལ་ཐབས་མདོ་སྒྱུ་ཟུར་ཤ་ཐར་པའི་ཐེམ་སྐས་ཞེས་བྱ་བ། ནང་བཞིན་དུ་བཟོས་པའི་བདེ་ཆེན་ཞིང་ཐང་ཆེན་མོ་འདིའི་ངོ་སྤྲོད་མདོར་བསྡུས་ཤིག་བྱེད་རྒྱུ་ཡིན། འདིའི་ནང་དོན་གཙོ་བོ་མདོ་སྒྱུ་གཏེར་མ་གསུམ་སོགས་ལས་གསུངས་པའི་བདེ་བ་ཅན་གྱི་ཞིང་གི་རྣམ་གཞག་གཙོ་བོ་དོན་ཚན་གསུམ་དུ་བསྡུས་ནས་བཤད་པའི་ཐང་ག་ཞིག་རེད། དོན་ཚན་དང་པོ་སྟེ། བདེ་བ་ཅན་གྱི་ཞིང་ཁམས་ཇི་ལྟར་གྲུབ་པའི་རྣམ་གཞག་རེད། དོན་ཚན་གཉིས་པ་སྟེ། བདེ་བ་ཅན་གྱི་ཞིང་ཁམས་དེ། སྣོད་བཅུད་ཀྱི་ཆེ་བ་བསྟན་པ་རེད། དོན་ཚན་གསུམ་པ་སྟེ། ནམ་ཞིག་ན་སངས་རྒྱས་མགོན་པོ་འོད་དཔག་མེད་དགོངས་པ་མྱ་ངན་ལས་འདས་པའི་ཚུལ་བསྟན་པའི་མཇུག་གི་ཆེ་བ་རེད། དོན་ཚན་དེ་གསུམ་བསྟན་པ་མ་ཟད། མདོ་སྡེ་དེ་དག་ལས་གསུངས་པའི་མི་མཇེད་འཇིག་རྟེན་གྱི་ཞིང་དེ། སྟོན་པ་གནས་སོགས་གསལ་པོར་བྲིས་ཡོད་པ་ཞིག་རེད། བསམ་གཞིག་ན་གོང་གི་མཚན་དོན་བཞིན་དུ། འོད་དཔག་མེད་དང་འབྲེལ་བའི་མདོ་རྒྱུད་གཏེར་གསུམ་གྱི་རྩ་བའི་གནད་ཐམས་ཅད། ཞིང་ཐང་འདིའི་ནང་དུ་ཚང་བསྡད་ཡོད་པ་ཞིག་རེད། དོན་ཚན་འདི་གསུམ་གྱི་ཐོག་ནས་བདེ་ཆེན་ཞིང་གི་ཁམས་ངོ་སྤྲོད་དང་སློབ་སྦྱོང་བྱས་ན་ཆོག་བསྡད་ཡོད་པ་དང། དེ་ན་འདི་ལ་བལྟས་ནས་ཡིད་ལ་གོམས་འདྲིས་གཏོང་བ་དང་འདིའི་ཐོག་ནས་རེ་རེ་བཞིན་སློབ་སྦྱོང་མཛད་ན། བདེ་བ་ཅན་གྱི་ཞིང་ཁམས་ཀྱི་རྣམ་གཞག་ལ་མཁས་པ་དང། ཞིང་དེར་སྐྱེ་བའི་རྒྱུ་རྐྱེན་ཆ་ཚང་བ་ཚང་བསྡད་ཡོད་པ་ཞིག་ཡིན། མ་ཟད་འདི་ནི་འདོད་ཆགས་གནས་སུ་དག་པ་སོ་སོར་རྟོག་པའི་རང་བཞིན་གསུང་པདྨའི་རིགས་ཡིན་པས། ལས་ཐམས་ཅད་གཅིག་ཏུ་བསྡུས་པས་སྣང་སྲིད་ཐམས་ཅད་དབང་དུ་བསྡུས་པའི་དབང་གིས་ལས་རབ་འབྱངས་ཀྱང་ཐོགས་མེད་དུ་འགྲུབ་པ་ཡིན། ཆགས་མེད་ཀྱི་རང་སྣང་སོགས་ལས་ཀྱང་ཞིང་ཐང་འདི་ལ་བརྟེན་ནས་འབྲེལ་ཐོགས་ཀྱི་སེམས་ཅན་མང་པོ་ཞིག་བདེ་བ་ཅན་དུ་དྲངས་པའི་ལོ་རྒྱུས་ཡོད། རྗེས་སུ་རྫ་དཔལ་སྤྲུལ་ཚང་གི་ཕྱག་བཞེས་བཞིན་དུ་ཞིང་ལྗོངས་ཀྱི་བླ་མ་མང་པོས་ཀྱང་ཞིང་ཐང་འདི་ཡི་མང་ཚོགས་རྣམས་ལ་བརྟེན་ནས་བདེ་བ་ཅན་གྱི་ཞིང་འབྱུང་ཚུལ་དང། འདི་ལ་བརྟེན་ནས་ཞིང་སྒྲུབ་ཚོགས་ཚུལ་སྔར་ནས་ད་བར་དུ་ཡོད་པ་རེད། སངས་རྒྱས་མགོན་པོ་འོད་དཔག་མེད་ཀྱི་སྔོན་གྱི་སྨོན་ལམ་བཞིན་དུ་ཕྱོགས་བཅུའི་ཞིང་གི་སངས་རྒྱས་ཐམས་ཅད་དང། ཁྱད་པར་དུ་མི་མཇེད་འཇིག་རྟེན་ཞིང་གི་སྟོན་པ་སངས་རྒྱས་ཤཱཀྱ་ཐུབ་པ་ལ། གྲངས་མེད་པའི་སེམས་ཅན་མང་པོ་ཞིག་འདུལ་བའི་དོན་དུ་སྒྲུབས་ཤིན་ཏུ་སླ་ལ། བསྒྲུབས་ན་དོན་ཆེ་བ་འོད་དཔག་མེད་ཀྱི་ཆོས་འཁོར་མཐའ་དག་རྒྱལ་བ་དགོངས་བརྒྱུད་ཀྱི་ཚུལ་གྱིས་བྱིན་གྱིས་བརླབས་ནས་ཆོས་ཀྱི་སྒོ་ཆེན་མོ་འདི་མི་ཡུལ་གྱི་འཇིག་རྟེན་འདྲེན་པའི་ཞལ་གྱི་སྒོ་ཡོངས་སུ་ཕྱེ། ཐང་ག་འདི་ཕར་ཁའི་གཡོན་ཕྱོགས་ཀྱི་མི་མཇེད་འཇིག་རྟེན་གྱི་ཞིང་ཁམས་འདི་ནི། གནས་ཕུན་སུམ་ཚོགས་པ་རྒྱ་གར་ཡུལ་དབུས་རྒྱལ་པོའི་ཁབ་ཀྱི་ཉེ་འགྲམ་བྱ་རྒོད་ཕུང་པོའི་རི་བོ་ན་འཁོར་ཕུན་སུམ་ཚོགས་པ་མངོན་ཤེས་དང་རྫུ་འཕྲུལ་མཆོག་ཏུ་མངའ་བའི་དགྲ་བཅོམ་པ་སྟོང་གཅིག་དང་ཉིས་བརྒྱ་དང་ང་ལྔ། བྱམས་པ་མགོན་པོ་སོགས་བྱང་ཆུབ་སེམས་དཔའ་དང་གཞན་ཡང། ལྷ་དང་ཀླུ་མི་སོགས་ཀྱིས་བསྡུས་པའི་འཁོར་རྣམས་ལ། སྟོན་པ་ཕུན་སུམ་ཚོགས་པ་རྣམ་འདྲེན་བཞི་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཕུན་སུམ་ཚོགས་པ་གཙོ་བདེ་བ་ཅན་གྱི་ཞིང་གི་རྒྱུ་དང་འབྲེལ་བའི་རྣམ་གཞག་གསུངས་པས་འཕགས་པ་འོད་དཔག་མེད་ཀྱི་བཀོད་པ་ཞེས་བྱ་བའི་ཐེག་པ་ཆེན་པོའི་མདོ་འདི་དང་སྙིང་རྗེ་པད་མ་དཀར་པོའི་མདོ་རྣམས་གསུངས་པ་རེད། ཐང་ག་འདིའི་ཕར་ཁའི་གཡས་ཕྱོགས་ཀྱི་ཞིང་ཁམས་འདི་ནི་གནས་ཕུན་སུམ་ཚོགས་པ་རྒྱལ་པོ་རྒྱལ་བྱེད་ཀྱི་ཚལ་དགོས་མེད་ཟས་སྦྱིན་གྱི་ཀུན་དགའ་ར་བ་ན་འཁོར་རོ་ཕུན་སུམ་ཚོགས་པ་ཉན་རང་བྱང་སེམས་ཀྱི་ལྷ་མི་སོགས་གྲངས་ལས་འདས་པ་ལ་སྟོན་པ་ཕུན་སུམ་ཚོགས་པ་རྣམ་འདྲེན་བཞི་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཕུན་སུམ་ཚོགས་པ་འཕགས་པ་བདེ་བ་ཅན་གྱི་བཀོད་པ་ཞེས་བྱ་བའི་ཐེག་པ་ཆེན་པོའི་མདོ་སྡེ་གསུངས་པའི་རྣམ་པ་རེད། ཞིང་ཁམས་འདི་ཉིད་འོག་ཏུ་འཇོག་དགོས་དོན་ནི། བདེ་བ་ཅན་གྱི་ཞིང་ཁམས་ལས་དམའ་བས་ཡིན། ད་དུང་ཡང་ཚེ་དང་ཡེ་ཤེས་དཔག་ཏུ་མེད་པའི་སྙིང་པོའི་མདོ་འཆི་མེད་རྔ་སྒྲ་ཟ་མ་ཏོག་བཀོད་པའི་མདོ། ཡང་སྙིང་བསྡུས་པའི་རྒྱུད་སོགས་དང་མ་ཎི་བཀའ་འབུམ་པདྨ་བཀའ་ཐང་སོགས་མདོ་རྒྱུད་གཏེར་མ་སོ་སོའི་ནང་དུ་གསུངས་པ། སངས་རྒྱས་འོད་དཔག་མེད་ཀྱི་ཞིང་དེའི་སྣོད་བཅུད་ཐམས་ཅད་དང་པོ་ཇི་ལྟར་གྲུབ་པའི་ཚུལ་དང། བར་དུ་གྲུབ་པའི་ཞིང་གི་ཆེ་བ། མཐར་འོད་དཔག་མེད་དང་བདེ་ཆེན་ཞིང་ཁམས་སྣང་ཚུལ་ལ་དད་པའི་བ་ཅད་རས་གཟིགས་སོགས་འཚང་རྒྱ་ཚུལ་སོགས་བདེ་བ་ཅན་གྱི་ཞིང་གི་རྣམ་གཞག་མང་པོ་ཞིག་གསུངས་ཡོད། དེ་ལས་དང་པོ་ཞིང་ཁམས་འདི་ཇི་ལྟར་སྒྲུབ་པའི་ཚུལ་ལ་གཉིས་ཡོད་དེ། ལས་དང་པོ་མདོ་སྡེ་པདྨ་དཀར་པོ་ལས་གསུངས་པ་ནི། ཞིང་དང་འདིའི་སྟེང་གི་གཡས་ཕྱོགས་ཀྱི་ཞིང་ཁམས་ཕོ་བྲང་དང་བཅས་པའི་ནང་དོན་དེ་རེད། དེ་ནི་འདི་ནས་ཡར་བརྩིས་པའི་བསྐལ་པ་བསམ་གྱིས་མི་ཁྱབ་པའི་སྔོན་དུ། སྐྱེ་དགུ་རྣམས་ཚེ་ལོ་བརྒྱད་ཁྲི་ཐུབ་པའི་ཚེ་སངས་རྒྱས་འོད་དཔག་མེད་འཁོར་ལོ་གླིང་བཞི་ལ་དབང་བསྒྱུར་བའི་རྒྱལ་པོ་རྩིབས་ཀྱི་མུ་ཁྱུད་ཅེས་བྱ་བའི་སྐྱེ་བ་བཞེས་པའི་དུས་དེར། རྒྱལ་པོ་ཁོང་དང་ཁོང་གི་སྲས་སྟོང་ཕྲག་གཅིག་དང་ད་དུང་ཡང་བཙུན་མོའི་ཚོགས་དང། གྱ་རྣམས་སོགས་ཡོངས་རྫོགས་རེ་རེ་ནས་ཟླ་བ་གསུམ་རེ་དང་བྲམ་ཟེ་རྒྱ་མཚོའི་རྡུལ་གྱི་ལོ་བདུན་གྱི་བར་དུ་སྟེ། བསྡོམས་པས་མི་ལོ་ཤིན་ཏུ་མང་པོའི་བར་དུ་སངས་རྒྱས་རིན་ཆེན་སྙིང་པོ་ལ་བསྙེན་བཀུར་ཞུས། ལོ་དེ་དག་གི་བར་དུ་ཁོ་ཚོས་སངས་རྒྱས་ཀྱི་མདུན་ནས་ཆོས་གསན། ལྷག་པར་དུ་མི་གཞན་དང་འབྲེལ་འདྲིས་དང། འཇིག་རྟེན་བྱ་བ་ཐམས་ཅད་བཞག་ནས་ཐ་ན་ཟས་ལ་སྤྱོད་པའི་དུས་ཙམ་ཡང་མེད་པར་མཚམས་འདམ་རྒྱའི་སྒོ་ནས་མི་ལོ་བདུན་བརྒྱའི་བར་དུ་རང་རང་གི་ཞིང་ཁམས་འབྱམས། དེ་ནས་སངས་རྒྱས་ཀྱི་མདུན་དུ་ཡོང་ནས་རྒྱལ་པོས་སྨོན་ལམ་ཆེན་པོ་ལྔ་བཅུ་རྩ་ལྔ་བཏབ་ནས་དང་པོ་ཐུགས་བསྐྱེད་གནང། དེའི་བར་སངས་རྒྱས་རིན་ཆེན་སྙིང་པོས་རྒྱལ་པོ་རྩིབས་ཀྱི་མུ་ཁྱུད་མ་འོངས་པ་ན་སངས་རྒྱས་ཚེ་དཔག་མེད་དང། སྲས་རྣམས་འཕགས་པ་སྤྱན་རས་གཟིགས་སོགས་རེ་རེ་ནས་ལུང་དུ་བསྟན་པའི་རྣམ་པ་ཡིན། གཉིས་པ་ཐང་ག་འདིའི་གཡོན་ཕྱོགས་ཀྱི་ཞིང་ཁམས་ཕོ་བྲང་དང་བཅས་པ་འདི་ནི། མགོན་པོ་འོད་དཔག་མེད་ཀྱིས་བཀོད་པའི་མདོ་ལས་གསུངས་པ་སྟེ། སྔོན་ཆད་མི་རྣམས་ཀྱི་ཚེ་ལོ་བསྐལ་པ་བྱེ་བ་ཁྲག་ཁྲིག་བརྒྱ་སྟོང་གི་བར་དུ་འདུག་པའི་ཚེ། སངས་རྒྱས་མགོན་པོ་འོད་དཔག་མེད་དགེ་སློང་ཆོས་ཀྱི་འབྱུང་གནས་ཞེས་བྱ་བའི་སྐྱེ་བ་བཞེས་པའི་སྐབས། སངས་རྒྱས་འཇིག་རྟེན་དབང་ཕྱུག་ཅེས་བྱ་བའི་མདུན་ནས་མི་ལོ་བྱེ་བ་གཅིག་གི་བར་དུ་སངས་རྒྱས་བྱེ་བ་ཁྲག་ཁྲིག་བརྒྱ་སྟོང་ཕྲག་བརྒྱད་ཅུ་རྩ་གཅིག་གི་ཞིང་གི་བཀོད་པའི་ཆོས་གསན། དེ་ནས་བསྐལ་པ་ཆེན་པོ་ལྔའི་བར་དུ་སངས་རྒྱས་ཀྱིས་གསུངས་པའི་ཞིང་ཁམས་ཀྱི་རྒྱུ་རྐྱེན་བཀོད་པ་ཐམས་ཅད་གཅིག་ཏུ་བསྡུས་ཏེ། ཞིང་ཁམས་གཅིག་ཏུ་བསྡམས་ནས་སངས་རྒྱས་འཇིག་རྟེན་དབང་ཕྱུག་གི་མདུན་ནས་སྨོན་ལམ་ཆེན་པོ་བཞི་བཅུ་བཞི་དགུ་བཏབ། སྨོན་ལམ་ཆེན་པོ་དེ་དག་བསྒྲུབ་པའི་དོན་དུ་བསྐལ་པ་མང་པོའི་བར་དུ་ཚོགས་བསགས་རྒྱ་ཆེར་གནང། སངས་རྒྱས་འཇིག་རྟེན་དབང་ཕྱུག་གི་དགེ་སློང་དེ་མ་འོངས་པར་སངས་རྒྱས་ཚེ་དཔག་མེད་དང་ཞིང་ཁམས་འདི་ནི་ནུབ་ཕྱོགས་བདེ་བ་ཅན་ཞེས་བྱ་བའི་ཞིང་ཁམས་སུ་འགྱུར་བའི་ལུང་དུ་བསྟན་པའི་དབྱིབས་བཀོད་རེད། གཉིས་པ་གྲུབ་པའི་ཞིང་གི་འཆི་བ་ངོ་སྤྲོད་པ་ལ། སྣོད་བཅུད་གཉིས་ལས་དང་པོ། དེ་ལྟར་ཐུགས་བསྐྱེད་དང་སྨོན་ལམ་འདི་དག་མངོན་དུ་གྱུར་ནས་ད་སྐབས་མདོ་སྡེ་དེ་ཉིད་ལས་གསུངས་པའི་གང་ཟག་སྟེ། སངས་རྒྱས་མགོན་པོ་འོད་དཔག་མེད་དང་ཞིང་ཁམས་དེ་ནི་བདེ་བ་ཅན་གྱི་ཞིང་ཁམས་ཞེས་བྱ་བར་གྲུབ་ནས་ཡོད། དེ་ལས་དང་པོ་བདེ་བ་ཅན་གྱི་སྣོད་ཀྱི་ཞིང་མདོ་ཙམ་བཤད་ན། བདེ་བ་ཅན་གྱི་ཞིང་ཁམས་དེ་ནི་མི་མཇེད་འཇིག་རྟེན་གྱི་ཞིང་ཁམས་འདི་ནས་སངས་རྒྱས་བྱེ་བ་ཁྲག་ཁྲིག་མང་པོ་འདས་པའི། ནུབ་ཀྱི་ཕྱོགས་ས་གཞི་ཅུང་ཟད་གྱེན་དུ་འཕགས་པའི་སྟེང་ན་ཆགས་ནས་ཡོད། ཞིང་འདི་ཐད་ཀ་ནས་སྤྲིན་གྱི་འཇའ་རིས་ཁ་ཁྱེར་རིམ་པ་བདུན་དང། ཤིང་རྟ་ལའི་ཕྲེང་བ་སོགས་ཀྱི་རིམ་པ་བདུན་གྱིས་བསྐོར་ནས་ཡོད་པ་རྣམས་ནི་ནང་གི་ཞིང་ཁམས་ཀྱི་སྣོད་ཡིན། ཞིང་ཁམས་འདི་རྣམ་པ་འབྱུང་བ་བཞི་ནས་གྲུབ་པའི་སྣོད་ཀྱི་འཇིག་རྟེན་ལྟ་བུ་སྣང་ན་ཡང། དོན་ལ་སངས་རྒྱས་འོད་དཔག་མེད་ཀྱི་ཐུགས་རྣམ་པར་མི་རྟོག་པའི་ཡེ་ཤེས་ཆེན་པོའི་རང་བཞིན། སེམས་ཅན་ཐམས་ཅད་མྱུར་དུ་འཚང་རྒྱ་བའི་དོན་དུ་རང་ཤར་བ་ཡིན། དེའི་ཕྱིར་སུ་ཞིག་གིས་འདིའི་སྣོད་ཀྱི་དངོས་པོ་གང་ཞིག་མིག་གིས་མཐོང་བ། རྣ་བས་ཐོས་པ་སོགས་ཀྱི་དབང་པོའི་ཡུལ་དུ་བྱས་ན་ཐད་ཀར་མགོན་པོ་འོད་དཔག་མེད་ཀྱི་སྒྲས་ཆོས་ཀྱི་ཡེ་ཤེས་ལ་ལོངས་སུ་སྤྱད་པ་ཡིན་པས་བཟང་སྤྱོད་ལས་ཐབས་དང་ཤེས་རབ་ཏིང་འཛིན་རྣམ་ཐར་དང་ཡོན་ཏན་ཀུན་གྱི་མི་ཟད་མཛོད་དུ་གྱུར་ཞེས་གསུངས་པ་བཞིན་མྱུར་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་པའི་ཡོན་ཏན་རྒྱ་མཚོའི་དཔལ་ལ་མངའ་དབང་འབྱོར་བ་ཡིན་ནོ། གོང་དུ་བཤད་པ་བཞིན་དུ་བྱང་ཆུབ་སེམས་དཔའ་དེ་དག་གིས་ཐོག་རྒྱས་དང་སྨོན་ལམ་ཡེ་ཤེས་རྣམ་པར་འཕྲུལ་པ་ཡིན་པས་མཐའ་ཀུན་དང་བྲལ་བའི་མེ་ཏོག་ཡེ་ཤེས་ཆེན་པོའི་རང་བཞིན་ལས་གཞན་དུ་མ་ཡིན། འོན་ཀྱང་རྣམ་པ་སྣང་ཚོད་ལ་ཞིང་དེ་རྣམས་མཐིང་ག། ས་གཞི་རིན་པོ་ཆེ་སྣ་ཚོགས་ལས་གྲུབ་པའི་རང་བཞིན་ངོས་འཇམ་ཞིང་རིག་ན་བདེ་བ་མཛེས་ཤིང་ཡིད་དུ་འོང་བ་རྡུལ་རེ་རེ་ཆགས་ན་རྡུལ་སྙེད་ཀྱི་ཞིང་ཁམས་ཀུན་ནས་བཀྲ་བ། གནས་ན་ནེམ་ཞིང་སྟེང་ན་འཕར་བར་བྱེད་པ། ཐ་གྲུ་དང་རྒྱ་ཁྱོན་ཤིན་ཏུ་ཡངས་པ། རི་ནག་པོ་སོགས་མ་དག་པའི་ཟག་བཅས་ཀྱི་སྣོད་ཀྱི་དངོས་པོ་གང་ཡང་མ་གྲུབ་པ། ས་གཞི་དེ་ཡི་སྟེང་དུ་རིན་ཆེན་གསེར་དང་དངུལ། བིལ་འབྲོར་ཡ། ཤེལ་སོགས་རིན་པོ་ཆེ་སྣ་བདུན་ལས་གྲུབ་པའི་ལྗོན་ཤིང། ལ་ལ་ནས་རིན་ཆེན། གཅིག་དང་ལ་ལ་ནས་རིན་ཆེན་གཉིས་དང་ལ་ལ་ནས་རིན་ཆེན་གསུམ་ལས་གྲུབ་པ་ནི་རིན་ཆེན་བདུན་ལས་གྲུབ་པའི་བར་དུ་ཡོད། ཤིང་ལྗོན་པ་དེ་དག། རྒྱན་རྣམ་པ་སྣ་ཚོགས་ཀྱིས་བརྒྱན་པ། ལྗོན་ཤིང་དང་ལྗོན་ཤིང་གི་བར་ན་རིན་པོ་ཆེ་གསེར་གྱི་དྲ་བ་དྲྭ་ཕྱེད་དང་དྲིལ་བུ་དང་གཡེར་ཀ་སོགས་ཀྱིས་མཛེས་པ། དེ་དག་རླུང་གིས་བསྐྱོད་པའི་སྒྲ་སྙན་པོས་གང་བ། དུས་དྲུག་ཏུ་ཕྱོགས་ཀུན་ནས་དལ་གྱིས་ལྡང་བའི་རླུང་བུས་ནམ་མཁའ་དང། ལྗོན་ཤིང་གི་རྩེ་སོགས་ལས་ཕབ་པས་མེ་ཏོག་ས་གཞི་ཐམས་ཅད་ཁྱབ་པ། དེ་དག་ལ་རེག་ན་འཇམ་ཞིང་སྣེགས་ན་ནེམ་པ། བཏེགས་ན་སྤར་བ། རླུང་གི་རྫས་མཆོག། ཡུལ་སྣང་ཀུན་ཏུ་དྲི་ངད་ལྡང་བ་དུས་ལ་སླེབ་ཚེ་མེ་ཏོག་གསར་རྙིང་བརྗེ་བ་དྲི་ཞིམ་སྤོས་ཀྱིས་གོས་པའི་ཆུ་ཀླུང་མང་པོ་ཀུན་ནས་ཀུན་ཏུ་རྒྱུ་ཞིང། ཟབས་སུ་དཔག་ཚད་བཅུ་གཉིས་དང་ཁ་ཞེང་ལ་དཔག་ཚད་གཅིག་ནས་བརྒྱ་སྟོང་གི་བར་དུ་ཡོད་པ། འདམ་རྫབ་མེད་ཀྱང་གསེར་གྱི་བྱེ་མ་བརྡལ་བ། སྟེང་དུ་པད་མ་སྣ་ཚོགས་ཀྱིས་ཁེབས་པ་ཆུ་ཀླུང་དེ་དག་གི་འགྲམ་ཉིད་ན། རིན་པོ་ཆེ་སྣ་མང་གི་ཤིང་ནད་གང་བ་རིན་པོ་ཆེའི་བར་དག་བརྡལ་བ། མཐའ་སྐོར་ན་སྲས་ཀྱི་བྱ་ངང་པ། ཁྲུང་ཁྲུང། ཁུ་བྱུག། རྨ་བྱ་སོགས་བག་ཡངས་སུ་རྒྱུ་ཞིང། སྙན་པའི་ཆོས་སྐད་སྒྲོག་པ། ཆུ་ཀླུང་དང་རྒྱང་བུའི་གླིང་ག་དག་ན་ལྷ་མི་རྣམས་ཀྱི་རྩེད་འཇོར་རོལ་བ། ཆུ་ཀླུང་དེ་དག་ཏུ་འཇུག་པའི་ཚེ། ལུང་བུ་མན་ཆད་ནུབ་བསམས་ན་མཆན་ཁུང་མན་ཆད་ནུབ་བསམས་པ་ནི་ནུབ་པ་ནུབ་བདེ་བ་གང་འདོད་ལྟར་ཆོག་པ། ཡང་ཕྱོགས་དང་ཕྱོགས་རྣམས་སུ་ཡན་ལག་བརྒྱད་ལྡན་གྱི་ཁྲུས་ཀྱི་རྫིང་བུ་ཉམས་དགའ་བ་དུ་མས་གང་བ། དྲོ་གྲང་གང་འདོད་དུ་འབྱུང་བ། ས་གཞི་ཐམས་ཅད་ན་རིན་པོ་ཆེ་སྣ་ཚོགས་ལས་གྲུབ་པའི་པདྨ་དཔག་ཚད་ཕྱེད་ཙམ་ནས་དཔག་ཚད་གཅིག་བར་གྱི་ཚད་དག་བསྐྱེད་ནས་ཡོད་པ། དེ་དག་རེ་རེ་ལས་འོད་ཟེར་བྱེ་བ་བརྒྱ་སྟོང་ཕྲག་སུམ་ཅུ་རྩ་དྲུག་རེ་རེ་འབྱུང་བ། འོད་ཟེར་རེ་རེའི་རྩེ་མོ་ནས་མཚན་དཔེ་མཛེས་པའི་སངས་རྒྱས་རེ་རེ་འཁྲུངས་ཤིང། དེ་དག་གིས་ཕྱོགས་བཅུའི་ཞིང་གི་སེམས་ཅན་ཐམས་ཅད་ལ། ཆོས་ཀྱི་ཆར་པ་ཆེན་པོ་ཕབ་ནས་སྨིན་གྲོལ་གྱི་ལམ་ལ་འགོད་པར་བྱེད་དོ། ཡང་ས་གཞི་དང་ནང་ཁ་ཁྱོན་རྣམས་སུ་གཞལ་མེད་ཁང་རིན་ཆེན་སྣ་ཚོགས་ལས་གྲུབ་པ། དབྱིབས་དང་ཁ་དོག་མ་མཚུངས་པ། བྱང་ཆུབ་ལམ་གྱི་མངོན་པར་རྟོགས་པའི་རྟགས་ཚང་བ། རེ་རེ་ཡང་བར་ཁམས་སྟོང་གིས་མཛེས་ཤིང་ནང་དུ་རིན་ཆེན་དུ་མའི་ཁྲི་བཟང་དང། དར་ཟབ་ཀྱི་འབོལ་བརྩེགས་ལྔས་དང་བཅས་པ་རང་བྱུང་ལ། སྤྲུལ་པའི་ལྷ་མོ་བདུན་སྟོང་བདུན་སྟོང་གིས་ཡོངས་སུ་བསྐོར་ནས་དགའ་མགུར་སྤྱོད་པ་དག་རྒྱུ་བ། དུས་དུས་སུ་སྟེང་གི་ནམ་མཁའ་ནས་ལྷ་ཡི་མེ་ཏོག་དང་ཙནྡན་སྤོས་ཆུས་གོས་པའི་ཆར་དང་རླབས་རི་དང་གདུགས་དང་རྒྱལ་མཚན་དང་བ་དན་སེར་ཡག་དང་བཅས་པའི་མཆོད་རྫས་དང་སིལ་སྙན་སོགས་རོལ་མོའི་བྱེ་བྲག་ཤིན་ཏུ་མང་པོས་གནམ་ས་བར་སྣང་ཀུན་ཏུ་ཁྱབ་ནས་ཡོད། འདི་དག་ནི་སྣོད་བཅུད་ཀྱི་ཡོན་ཏན་མདོ་ཙམ་བསྟན་པ་ཡིན། གཉིས་པ། བདེ་ཆེན་ཞིང་གི་བཅུད་ཀྱི་ཆེ་བ་ལ། གཙོ་འཁོར་གཉིས་ལས་དང་པོ། དེ་ལྟར་སྣོད་ཀྱི་འབྱུང་བ་ཕུན་སུམ་ཚོགས་པ་མངའ་བའི་ཞིང་ཁམས་བདེ་བ་ཅན་དེའི་དཀྱིལ་ན། རིན་པོ་ཆེ་སྣ་ཚོགས་ལས་གྲུབ་ཅིང་མཐའ་ཚད་གཞལ་དུ་མེད་པའི་འཇའ་དང་འོད་ཀྱི་ཀློང་ན། ཡེ་ཤེས་ལྔ་ལས་གྲུབ་པའི་གཞལ་མེད་ཁང་ཆེན་པོ་ཕྱི་གསལ་ནང་གསལ་འོད་དུ་འབར་བའི་མདུན་དེ་རེད། བྱང་ཆུབ་ཤིང་གི་དབང་པོ་རྩ་ཕྲ་འབུམ་གྱི་ཞིང་ལ་དཔག་ཚད་ལྔ་བརྒྱ། གྱེན་དུ་དཔག་ཚད་སྟོང་དང་དྲུག་བརྒྱ་ཡོད་པ། ལོ་མ་དང་འདབ་མ་དག་གིས་བརྒྱན་པའི་ཡལ་ག་དཔག་ཚད་བརྒྱད་བརྒྱ་བརྒྱད་བརྒྱ་དག་ཕྱིར་ཕྱོགས་ནས་ཡོད་པ། ལོ་མ་དང་འདབ་མ་མེ་ཏོག་དང་འབྲས་བུ་ཐ་དད་པ་དུ་མ་དང་ལྡན་པ། ཟླ་བ་ལྟ་བུའི་ནོར་བུ་དང་བརྒྱ་བྱིན་གྱིས་ཐོགས་པའི་ནོར་བུ་དང། ཡིད་བཞིན་གྱི་ནོར་བུ་དང་རྒྱ་མཚོའི་གླིང་གི་ནོར་བུ་སོགས་ཀྱིས་དཀྲིས་པའི་མཛེས་པ། གསེར་གྱི་སྐུད་པ་དང་སེར་མོ་ཐོ་རེངས་པོ་ཆེ་ཆེན་པོ། དོ་ཤལ། མུ་ཏིག་དམར་པོ་དང་སྔོན་པོ་སོགས་ཀྱིས་རྟག་ཏུ་མཛེས་པ། སེང་གེ་དང་ཆུ་ཕྲན་སོགས་ཀྱི་ཁ་ནས་སྐེ་རགས་དང་རིན་པོ་ཆེའི་སྐུད་པ། གསེར་དང་མུ་ཏིག་གི་དྲ་བ། དྲ་ཕྱེད། ཆ་ལྔེར་བརྒྱན་པ། དོང་གར་སོགས་ཀྱི་བཀྲ་ཤིས་རྟགས་བརྒྱད་དང་གཡུང་དྲུང་དང་ཟླ་ཁང་སོགས་ཀྱི་མཚན་མའི་རྣམ་པར་མཛེས་པས་བརྒྱན་པར་བྱས་ནས་ཡོད། དེ་དག་རླུང་གིས་བསྐྱོད་པའི་སྒྲས་འཇིག་རྟེན་ཀུན་ཏུ་བཀྲ་ཤིས་པར་བྱེད། ཤིང་དེ་སུ་ཞིག་གི་མིག་གིས་མཐོང་བ་དང་རྣ་བས་ཐོས་པ་སོགས་ཀྱིས་བྱང་ཆུབ་བར་དུ་མིག་གི་ནད་སོགས་བསལ་ནས་མི་སྐྱེ་བའི་ཆོས་ལ་བཟོད་པ་ཐོབ་སྟེ། ཕྱིར་མི་ལྡོག་པར་བྱེད་པའི་རིན་པོ་ཆེ་པད་མ་རྣམ་པར་སྣང་བ་ཞེས་བྱ་བར་དྲངས། རྟགས་ཀྱང་གསལ་ལ་བཟང་ཞིང་བཀྲ་བའི་ཆོས་ཀྱི་པད་མའི་འདབ་མ་སྟོང་དུ་བཞད་པའི་སྟེང་དུ་དྲི་མ་མེད་པའི་ཟླ་བ་ཉག་གང་བའི་སྟེང་ན་ཞག་གཅིག་དང་ཕྱག་རྒྱ་གཉིས་གཉིས་ཡོད་པ། སྐུ་མདོག་དམར་པོ་བྱུ་རུའི་མདོག་ལྟ་བུ་ལ་རིན་པོ་ཆེའི་བླ་གོས། སྣམ་སྦྱར་ཐང་བཀོད་དེ་ཆོས་གོས་རྣམ་གསུམ་གསོལ་བ། ཕྱག་གཉིས་མཉམ་གཞག་གི་ཕྱག་རྒྱའི་སྟེང་དུ་འཆི་མེད་ཚེ་ཡི་བདུད་རྩིས་གང་བའི་ལྷུང་བཟེད་བསྣམས་པ། ཞབས་གཉིས་སྐྱིལ་མོ་ཀྲུང་གིས་བཞུགས་པ། མཚན་དང་དཔེ་བྱད་ཀྱི་ཡོན་ཏན་དག་གིས་མཛེས་པ། སྐུ་ཚེ་དང་འོད་ཟེར་དང་འཁོར་དང་གཟི་བརྗིད་དཔག་ཏུ་མེད་པས་བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་མགོན་པོ་འོད་དཔག་ཏུ་མེད་པ་ཞེས་བྱ་བ། སྐུ་ལྷས་ནི་གསུང་ལྷ་ངེ། ཐུགས་ལྷ་མོས་རིའི་རྒྱལ་པོ་བཞིན་དུ་འཚོ་ཞིང་གཞེས་ལ། གྲངས་ལས་འདས་པའི་འཁོར་རྣམས་ལ་ཆོས་བསྟན་ཏེ་བཞུགས་ཡོད་དོ། འདི་ནི་ཞིང་ཁམས་འདིའི་གཙོ་བོ་ཡིན། གཉིས་པ་འཁོར་ལ་བྱང་སེམས་དང་ཉན་ཐོས་གཉིས་ལས། དང་པོ་གཙོ་བོ་འདི་གཡས་ཀྱི་སེམས་དཔའ་འདི་བཞི་ནི། རིམ་པ་བཞིན་དུ་དང་པོ་སྐུ་མདོག་དཀར་པོ་ཕྱག་གཡས་སྐྱབས་སྦྱིན་གྱི་ཕྱག་རྒྱ་དང། གཡོན་དཀོན་མཆོག་གསུམ་མཚོན་གྱི་ཕྱག་རྒྱ་ཡིས་པདྨ་དཀར་པོའི་ཡུ་བ་བཟུང་ཞིང་འདབ་མ་སྙན་འདེད་དུ་མཆེ་བ། བྱང་ཆུབ་སེམས་དཔའི་ཆོས་བཅུ་གསུམ་གྱིས་བརྒྱན་པ་བཞེངས་པའི་སྟབས་ཀྱིས་བཞུགས་པ་འདི་ནི་རྒྱལ་ཀུན་སྙིང་རྗེའི་རང་གཟུགས་འཕགས་མཆོག་སྤྱན་རས་གཟིགས་ཡིན། དེའི་ཁྲོད་སྐུ་མདོག་དམར་སེར་ཕྱག་ན་ནོར་བུ་དང་ཀླུ་ཤིང་འཛིན་པ་འདི་ནི་བྱང་ཆུབ་སེམས་དཔའ་ས་ཡི་སྙིང་པོ་ཡིན། དེ་ནས་སྐུ་མདོག་སྔོན་པོ་ཅན་ཕྱག་ན་རལ་གྲི་འཛིན་པ་འདི་ནི། བྱང་ཆུབ་སེམས་དཔའ་ནམ་མཁའི་སྙིང་པོ་ཡིན། དེ་ནས་སྐུ་མདོག་སེར་པོ་ཕྱག་ན་བུམ་པ་སྤྱི་བླུགས་འཛིན་པ་འདི་ནི་བྱང་ཆུབ་སེམས་དཔའ་བྱམས་པ་མགོན་པོ་ཡིན། འདི་ནས་གཙོ་བོ་འདིའི་གཡོན་གྱི་སེམས་དཔའ་བཞི་ནི་རིམ་པ་བཞིན་དུ་དང་པོ་སྐུ་མདོག་སྔོན་མོ་ཕྱག་གཡས་སྐྱབས་སྦྱིན་གྱི་ཕྱག་རྒྱ་དང་ཕྱག་གཡོན་དཀོན་མཆོག་གསུམ་མཚོན་གྱི་ཕྱག་རྒྱ་ཡིས་རྡོ་རྗེའི་མཚན་མའི་པདྨའི་ཡུ་བོ་ནས་བཟུང་ཞིང། འདབ་མ་སྙེད་འཐད་དུ་ཕྱེ་བ་བྱང་ཆུབ་སེམས་དཔའི་ཆས་བཅུ་གསུམ་གྱིས་བརྒྱན་པ། བཞེངས་པའི་སྟབས་ཀྱིས་བཞུགས་པ་འདི་ནི་རྒྱལ་ཀུན་ནུས་པའི་རང་གཟུགས་འཕགས་པ་མཐོ་ཆེན་ཐོབ་ཡིན། དེའི་འཕྲོར། སྐུ་མདོག་དམར་སེར་རལ་གྲི་དང་པུ་སྟི་འཛིན་པ་བྱང་ཆུབ་སེམས་དཔའ་འཇམ་དཔལ་དབྱངས་ཡིན། དེ་ནས་སྐུ་མདོག་དཀར་པོ་ཅན་བུམ་པ་དང་ཟླ་བ་འཛིན་པ་འདི་ནི་བྱང་ཆུབ་སེམས་དཔའ་སྒྲིབ་པ་རྣམ་སེལ་ཡིན། སྐུ་མདོག་དམར་པོ་ཅན་བུམ་པ་དང་ཉི་མ་འཛིན་པ་འདི་ནི་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་སྟེ། འདི་དག་ནི་ཉེ་བའི་སྲས་བྱིན་རྒྱལ་ཡིན། བྱང་ཆུབ་སེམས་དཔའ་འདི་དག་ཐམས་ཅད་ཀྱང། ལུས་ལ་མཚན་དང་དཔེ་བྱད་ཀྱིས་བརྒྱན་ཞིང་དབང་པོ་ཡོངས་སུ་དག་པ། འཁོར་བ་ཇི་སྲིད་དུ་སེམས་ཅན་རྣམས་མི་འདོར་བའི་ཐུགས་རྗེ་ཆེན་པོ་དང། ཤེས་བྱ་ཐམས་ཅད་ཐོགས་མེད་དུ་མཁྱེན་པའི་ཤེས་རབ་མངའ་བ། སྔ་དྲོ་རེ་ཡང་སངས་རྒྱས་ཀྱི་ཞིང་ཀུན་ཏུ་བགྲོད་ནས་ཆོས་མཛད་བསམ་གྱིས་མི་ཁྱབ་པས་དེ་དག་མཆོད་ཅིང་བསྙེན་བཀུར་མཛད་པ། ཞིང་བྱེ་བ་ཁྲག་ཁྲིག་བརྒྱ་སྟོང་འདས་པའི་བར་རྫུ་འཕྲུལ་ལ་དབང་བའི་མངོན་ཤེས་སོགས་མངོན་ཤེས་ལྔ་དང་ལྡན་པ། སྨོན་ལམ་གྱི་དབང་གིས་མ་གཏོགས་སྐྱེ་བ་གཅིག་གིས་ཐོགས་པའི་བྱང་སེམས་ཡང་དག་པ་ཉིད་དུ་ངེས་པ་འབའ་ཞིག་ཡིན། དེ་ནས་གཡས་ཕྱོགས་སྤྱན་རས་གཟིགས་ཀྱི་ཞབས་འབྲིང་ན། ཞུ་བའི་ཚུལ་གྱིས་བཞུགས་པ་སྐུ་མདོག་སེར་པོ་ཅན་གྱི་སངས་རྒྱས་འདི་ནི། མདོ་སྡེ་ཟ་མ་ཏོག་ལས་གསུངས་པའི་སངས་རྒྱས་པདྨའི་མཆོག་ཡིན། སྔོན་འཕགས་པ་སྤྱན་རས་གཟིགས་ཀྱི་མདུན་ནས་ཨོམ་མ་ནི་པདྨའི་ཧཱུྃ་ཞེས་པའི་ཡི་གེ་དྲུག་པ་ཞུས་པའི་ཚུལ་འདི་ནི། དགོངས་འདུས་སོགས་རྒྱུད་ཀྱི་གླིང་བཞི་ནས་གསུངས་པའི་རྒྱུད་ཐམས་ཅད་ཞུའོ་པོ་སེམས་དཔའ་རྡོ་རྗེ་ཆོས་ཡིན། དེ་ནས་གཙོ་བོའི་མདུན་བྷ་གའི་དགེ་སློང་དྲུག་ཡོད་པ་འདི་ནི་ཚེ་དང་ཡེ་ཤེས་དཔག་ཏུ་མེད་པའི་སྙིང་པོའི་མདོ་ལས་གསུངས་པ་བཞིན་བསྡུས་པ་དང་པོའི་ཉན་ཐོས་འཁོར་དྲུག་ཁྲི་མཚོན་བྱེད་ཡིན། ཉན་ཐོས་དེ་དག་ཀྱང་བསྟན་པ་ཡང་དག་པ་ལ་གནས་པའི་ཚུལ་ཁྲིམས་རྣམ་པར་དག་པ་དང་ལྡན་པ། ཆོས་གོས་རྣམ་གསུམ་གསོལ་ཞིང་འོད་ཟེར་ཟླ་གང་རེ་འཕྲོ་བ། ཡང་དག་པའི་སྒྲུབ་པ་ལ་བརྩོན་པའི་དགྲ་བཅོམ་པ་ཤ་སྟག་སྟེ། རིམ་གྱིས་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་གོ་འཕང་ཐོབ་པར་འགྱུར་བའོ། དེ་ནས་གཡས་ཕྱོགས་ཀྱི་དགེ་སློང་དེ་དག་གི་རྒྱབ་ལོགས་སུ་ཡོད་པའི་ལྷ་མོ་དེ་དག་ནི། འདོད་ཡོན་དང་མཆོད་པའི་ལྷ་མོ་ལྔ་ལྔས། ཞིང་ཁམས་ཀྱི་རྟེན་དང་བརྟེན་པ་ཡོངས་ལ་རྟག་ཏུ་མཆོད་པའི་ཚུལ་ལོ། དེ་ན་ཡང་གཙོ་བོའི་མདུན་གྱི་འོག་གི་གཙོ་མོ་སྲས་སོགས་ཕོ་བྲང་དང་བཅས་པ་འདི་ནི་ཚེ་དང་ཡེ་ཤེས་དཔག་ཏུ་མེད་པའི་མདོ་ལས་གསུངས་པའི་ཞེན་འཁོས་ཏེ། སྔོན་ཡབ་འཁོར་ལོ་བཞི་པའི་རྒྱལ་པོ་བཟང་པོའི་མཆོག་ཅེས་བྱ་བ་དང་ཡུམ་གཟི་བརྗིད་ཅན་བྱ་བ་ལ་དེ་བཞིན་གཤེགས་པ་ཚེ་དཔག་མེད་ཅེས་བྱ་བའི་སྲས་སུ་འཁྲུངས། དེའི་གཙོ་མོ་རྒྱལ་རིགས་བཟང་སྐྱོང་མ་དང་སྲས་ཟླ་བའི་འོད་ཅེས་བྱ་བ་དང་གཞན་ཡང་ཕྱི་ནང་གི་བློན་པོའི་ཚོགས་དང། འཁོར་ལ་ཉན་ཐོས་ཀྱི་ཚོགས་དྲུག་ཁྲི་ཡོད་གསུངས་པའི་བདེ་བ་ཅན་གྱི་ཞིང་ཁམས་ཀྱི་བཀོད་པ་མདོ་གཞན་སོགས་དང་ཅུང་མི་འདྲ་བ་ཞིག་གསུངས་པ་དེ་ཡིན། དེ་ནས་གཙོ་བོའི་མདུན་གཙོ་མོའི་ཕོ་བྲང་གི་གཡས་ཕྱོགས་ན་བཞུགས་པའི་གཙོ་འཁོར་གསུམ་ཅན་ཡོད་པ་དེ་ནི། ཆོས་རྒྱལ་གསུང་འཛིན་སྒམ་པོའི་མ་ཎི་སྒམ་པོ་ལས་གསུངས་པའི་འབྲུ་བདུན་སྤྱན་རས་གཟིགས་དང། དེའི་སྤྱན་ཆབ་ལས་བྱུང་བའི་སྒྲོལ་མ་དཀར་མོ་དང་སྒྲོལ་མ་ལྗང་གུ་གཉིས་ཀྱི་བཀོད་པ་ཡིན། དེའི་གཡོན་ཕྱོགས་ཀྱི་ལྷ་ཚོགས་ལྔ་ནི་པདྨ་བཀའ་བསྟན་ལས་གསུངས་པའི་དོན་བསྟན་པ་སྟེ། སངས་རྒྱས་འོད་དཔག་མེད་ཀྱི་ལྗགས་ཀྱི་དབང་པོའི་དཀྱིལ་ནས་འོད་ཟེར་ཁ་དོག་ལྔ་དང་ལྡན་པ་ཞིག་ལྷོ་ནུབ་འོ་མ་ཅན་གྱི་རྒྱ་མཚོར་འཕྲོས། དེ་ནས་ཅང་མ་འགོར་བའི་རྗེས་མཚོ་དེའི་ནང་དུ། ཡལ་ག་ནི་གོས་ཀྱི་གཤོག་པ་རེ་ཙམ་དང་ལོ་མ་ནི་ཕུབ་ཙམ་རེ་ཡོད་པའི་པད་མའི་སྡོང་པོ་ཆེན་པོ་ཞིག་སྐྱེས། རྗེས་སུ་ཏྲེ་ལོ་ཏྲེ་ད་ར་བའི་ཚེས་གཅིག་གི་ཉི་མ། མེ་ཏོག་པད་མའི་སྙིང་པོ་དེའི་དབུས་དང་ཕྱོགས་བཞི་སྟེ། སྔར་ལས་རྒྱས་པའི་སྟེང་དུ་ཡར་ཚེས་པའི་ཁྱེའུ་མི་འདྲ་བ་ལྔ་འཁྲུངས། དབུས་སུ་རྡོ་རྗེ་ཐོད་ཕྲེང་མཐིང་ནག་ཤར་ན་བུད་ད་ཐོད་ཕྲེང་དཀར་ནག་ལྷོར་རས་ནག་ཐོད་ཕྲེང་སེར་ནག་ནུབ་ཏུ་པདྨ་ཐོད་ཕྲེང་དམར་ནག་བྱང་ན་སྐར་མ་ཐོད་ཕྲེང་ལྗང་ནག་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ལྔ་ཡི་སྤྲུལ་པ་ཀུན་ཀྱང་དབུ་སྐྲ་དར་སྣ་ལྔ་ཡི་ཐོད་མཆོག་ཏུ་བཅིངས་པ། སྐུ་ལ་རྒྱན་དྲུག་གིས་བརྒྱན་པ་སངས་རྒྱས་པ་འོད་དཔག་མེད་ཀྱི་ཐོད་ཕྲེང་སྡེ་ལྔ་སྤྲུལ་པ་བསྐྱེད་པའི་དོན་ཡིན། དེ་ནས་གཙོ་བོའི་སྟེང་གི་བྱང་ཆུབ་ཤིང་གི་ནང་གི་ལྷ་ཚོམ་བུ་ལྔ་ནི་དབུས་རྣམ་པར་སྣང་མཛད་ཤར་རྡོ་རྗེ་སེམས་དཔའ་ལྷོ་རིན་ཆེན་འབྱུང་ལྡན་ནུབ་སྣང་བ་མཐའ་ཡས་བྱང་དོན་ཡོད་གྲུབ་པ་སྟེ་ལུ་གུ་རྒྱལ་བ་རིགས་ལྔ་ཡིན། དེ་ནས་རྒྱལ་བ་རིགས་ལྔ་དེ་དག་གི། གཡས་གཡོན་ནང་ཁའི་སྤྲིན་ནང་གི་སངས་རྒྱས་གསུམ་རེ་ཡོད་པ་འདི་ནི་འགྲོ་བ་རེ་དྲུག་འདུལ་བའི་ཐུབ་པ་དྲུག་ཡིན། དེ་ནས་ཐུབ་པ་དེ་དག་བ་ཞིང་ཐབས་ཀྱིས་བཞུགས་པའི་སངས་རྒྱས་ལྔ་རེ་སྟེ་ཡོད་པ་ནི། དུས་གསུམ་ཕྱོགས་བཅུའི་སངས་རྒྱས་ཐམས་ཅད་མཚོན་བྱེད་ཡིན། གསུམ་པ། མཐར་འོད་དཔག་མེད་དང་བདེ་བ་ཅན་གྱི་ཞིང་ཁམས་སྣང་ཚུལ་ལ་མྱ་ངན་འདས་པའི་བ་ཕྱེ་བ་གཉིས་ལས་དང་པོ། དེ་ནས་གཙོ་བོ་གཡས་ཀྱི་ཕོ་བྲང་དང་བཅས་པའི་ཞིང་ཁམས་ལ། སྐུ་མདོག་དཀར་པོ་སྤྲུལ་སྐུའི་ཆ་ལུགས་ཆོས་འཆད་ཀྱི་ཕྱག་རྒྱ་དེ་ནི་སྙིང་རྗེ་པད་མ་དཀར་པོའི་མདོ་ལས་གསུངས་པ་སྟེ་སྤྱན་རས་གཟིགས་ཀྱི་སངས་རྒྱས་རིན་ཆེན་སྙིང་པོའི་མདུན་ནས། ཐུགས་བསྐྱེད་ཚུལ་དང་ལྷག་པར་དུ། ནམ་ཞིག་ན་སངས་རྒྱས་འོད་དཔག་མེད་སངས་རྒྱས་ཀྱི་མཛད་པ་མཐར་ཕྱིན་ནས། ཕུང་པོ་ལྷག་མ་མེད་པའི་དབྱིངས་སུ་བཞུགས་པར་མ་ཟད་སྲོད་ལ་ཁོང་གི་དམ་པའི་ཆོས་གནས་ཚད་རྫོགས་ཏེ་ཕྱི་ཉིན་ཐོ་རངས་ལ་འཕགས་པ་སྤྱན་རས་གཟིགས་བཅོམ་ལྡན་འདས་འོད་ཟེར་ཀུན་ནས་འཕགས་པ་པད་ཚེའི་རྒྱལ་པོ་ངོར་སངས་རྒྱས། ཞིང་ཁམས་དེ་རིན་པོ་ཆེ་ཡང་དག་པ་བསགས་པ་ཞེས་བྱ་བར་འགྱུར་བར་ལུང་བསྟན་པའི་དོན་ཡིན། གཉིས་པ་དེ་ནས་གཙོ་བོའི་གཡོན་གྱི་ཕོ་བྲང་དང་བཅས་པའི་ཞིང་ཁམས་ལ་སྐུ་མདོག་སྔོན་པོ་སྤྲུལ་སྐུའི་ཆ་ལུགས་ཆོས་འཆད་ཀྱི་ཕྱག་རྒྱ་ཅན་དེ་ནི་སྙིང་རྗེ་པད་མ་དཀར་པོའི་མདོ་ལས་གསུངས་པ་སྟེ། བྱང་ཆུབ་སེམས་དཔའ་མཐོ་ཆེན་ཐོབ་ཀྱིས་སངས་རྒྱས་རིན་ཆེན་སྙིང་པོའི་མདུན་ནས་ཐུགས་བསྐྱེད་ཚུལ་དང། ཁྱད་པར་དུ་ནམ་ཞིག་ན་སངས་རྒྱས་འོད་ཟེར་ཀུན་ནས་འཕགས་པ་དཔལ་བརྩེགས་རྒྱལ་པོ་ཡོངས་སུ་མྱ་ངན་ལས་འདས། ནམ་གྱིས་གསོས་ལ་དེའི་བསྟན་པ་ནུབ། ཕྱི་ཉིན་ཐོ་རངས་ཀྱི་དུས། དེ་བཞིན་གཤེགས་པ་རབ་ཏུ་བརྟན་པ་ཡོན་ཏན་ནོར་བུ་བརྩེགས་པའི་རྒྱལ་པོ་ཞེས་བྱ་བར་འགྱུར་བ་ལུང་བསྟན་པའི་དོན་ཡིན། དེ་ནས་གཙོ་བོའི་སྐུ་ཡི་མདུན་འོག་གི་མེ་ཏོག་སྣ་ཚོགས་ཀྱིས་གང་བའི་ཆུའི་རྫིང་བུའི་ནང་ནས་སྐྱེས་པའི་པད་མ་རྣམས་བརྫུས་ཏེ་སྐྱེ་བ་དག་ནི་མ་འོངས་པར་ཞིང་སྦྱོང་གི་རང་བཞིན་གྱི་སེམས་ཅན་ཐམས་ཅད་ལྷག་པར་དུ་ཞིང་དང་འདི་འདྲ་བར་སྒྲུབ་པ་པོ་དང་དེའི་སྦྱིན་བདག་རྣམས་ཞིང་ཁམས་འདི་སྐྱེ་བའི་དོན་མཚོན་པ་ཡིན། འདི་ལྟར་བགྱིས་པའི་དགེ་བས་བཟང་ངན་བར་གསུམ་གྱིས་འབྲེལ་བའི་སེམས་ཅན་ཐམས་ཅད་བདེ་བ་ཅན་དུ་སྐྱེ་བའི་རྒྱུར་གྱུར་ཅིག།